ཡོད་དེའང་ཡོད་པའི་སྐོར་དུ། དཔེར་ན་དེ་སྔ་ད་ལྟ་ང་ཚོས་སོ་ནར་ཚོ་བསམ་བློ་བཏང་ན་ག་རེ་ཡོང་གི་ཡོད་རེད་ཟེར་ན། ཚང་མ་དེ་འདྲ་རེད་ད་ཅེས་ཁ་བ་དེ་ཡང་འདྲ་བོ་རྩེད་མོ་དེ་ཡང་འདྲ་བོ་དེ་འདྲ་བྱས་ན། དེ་ནི་ཆུ་ཚོད་རེ་རེའི་སར་གང་བར་འགྲོ་དུས་ཧ་མོ་གོ་ལེགས་པའི་དུས་ཚོད་དུ་ལང་སང་རྫོགས་འགྲོ་བས་དཀའ་དཀའ་དཀའ་ལས་རྩ་ནས་མེད་པ་དཀའ་ཚེགས་མེད་པ་འདུག་འགྲོ་གི་འདུག་ཨོ། དེ་ག་རེ་རེད་ཟེར་ན། དེ་བྱས་ཚར་དུས་ཞེ་དྲག་གི

ཨོའོ། དེ་འདྲ་བྱེད་དུས་ད་འདི་ང་རོ་སུ་ག་རེ་བལྟ་དགོས་དཔེ་ཆ་ལྟ་ཡག་དང་རང་ཡག་འདུག་སོ་དེ་འདྲི་དགོས། སེམས་དེ་ཚོ་རང་དབང་དུ་བཞོལ་ཐུབ་དགོས་ཀྱི་ཐབས་ཤེས་ཀྱི་རེད། སེམས་དེ་སུ་རང་དབང་དུ་རང་གི་ཅིག་ལས་ཀ་ག་རེ་བསྐོ་ནས་བསྐོ་ཐུབ་ཡག་གི་ཚོ་ཐབས་ཤེས་ཀྱི་རེད། ཨོ་དེ་བྱེད་དུས་ད་འདི་གི་ཁྱེད་ཀྱི་ལེ་ཝོ་ཟེར་གྱི་དེ་གཙོ་ཆེ་བ་དྲན་པ་དང་ཁྱེད་ཀྱི་ཟེར་གྱི་དེ་ཡག་པོ་ངེས་ཟེར་དགོས་ཀྱི་ཡོད་པ། དཔེར་ན་ནང་ཆོས་འགའ་རེ་སོགས་ཀྱིས་ལས་ཀ་ག་རེ་བྱེད་གི་ཡོད་ན་ཡང་བཟོ་ཚོང་གི་སྤྱོད་པ་ག་རེ་ལས་ཀི་ཡོད་ན་ཡང་འདི་ཕྱི་ཡི་རྒྱན་དུ་ལས་དགོས་ཀི་རེད་ཟེར་གི་སྟེ་དཔེར་ན་བཟོ་སོ་སོ་གསང་བ་ཡིས་བཏང་བ་ཡིན་ན། ཕྱི་ཡི་རྒྱན་དུ་ལས་ཟེར་གི་འདུག་དཔེ་དཀའ་ལས་ཁག་པོ་རེད། ཕྱི་ཡི་རྒྱན་དུ་ལས་ཟེར་གི་འདུག་དཔེར་ན་ལས་ཀ་ག་རེ་བྱེད་གི་ཡོད་ན། དེ་ག་རང་ལ་བསམ་བློ་བཏང་ནས་དེ་རང་ལ་སེམས་གཏད་ནས་སེམས་མ་ཡིན་ནས་ལས་ཀ་བྱེད་ཐུབ་པ་ཡིན་ན་དེ་ཕྱི་ཡི་རྒྱན་དུ་ལས་ཟེར་གི་འདུག།

ད་འདི་གསུངས་མདོག་དེ་གཙོ་བོ། དེ་གསུངས་ཡང་སེམས་ཀྱི་ཐོག་ནས་གསུངས་དགོས་ཀྱི་ཡོད་པ་བྱང་ཆུབ་སེམས་དཔའི་ལྷ་བ་ཟེར་རྒྱུ་དེ་སྡོམ་པ་གོང་རོང་སེམས་དེ་དེ་ཡིན་པ་བཞིན་དུ། ཨ་ནུའི་གསུང་ཐབས་དེ་ཡང་སེམས་ཀྱི་སྒོ་ནས་གསུངས་དགོས་ཀྱི་ཡོད་པ་འོ་དེ་འདྲ་ཤེས་དགོས། དེ་བཞིན་དུ་འདི་གསུངས་ཁ་དེ་ལས་དང་པོ་བར་གྱི་དུས་ཚོད་ནི་ཀོ་ལེ་ལ་ནི་སྐྲ་ཐུང་ན་སྦྱོང་དགོས་པའི་ཉི་ཤུ་གདོང་འབུད་ཀྱི་ཚུལ་ཁྲིམས་དགེ་བ་ཆོས་འདོད་ཀྱི་ཚུལ་ཁྲིམས་སེམས་ཅན་སྐྱོང་བྱེད་ཀྱི་ཚུལ་ཁྲིམས་སོགས་ཚང་མར་ཡལ་དགོས་པ་རེད་ཡིན་ན་ཡང། ད་སོ་སོ་གི་ལས་དང་པོ་པ་ཡིན་ན་གང་ཐུབ་པ་དེ་དང་པོ་ལྷག་དགོས་པ་ཡོད་རེད་པ། ཡོངས་སུ་རྫོགས་པ་བྱང་ཆུབ་སེམས་དཔའི་སྤྱོད་པ་ཡོངས་སུ་རྫོགས་པ་དེ་དཔེ་ལ་ཀཱ་ལིའི་ཁ་བོ་དོ་བཟུང་ལས་དང་པོ་པ་གི་ད་ཐུག་ཁ་བོ་རེད་པ། ཐུག་ན་དོ་བྱེད་དགོས་ཀྱི་ཡོད་རེད་དེ་ལས་ཐུག་ཟེར་རྒྱུ་དེ་དཔེ་ཀཱ་ལི་ཁ་བོ་རེད། ད་ཁ་གི་ཤེས་པ་ཙམ་མ་ཡིན་པ་ཁ་ཡའི་ལག་ཡས་ཀྱི་ལག་ལེན་བསྟར་ཐུབ་ཡ་གང་ཡིན་པ་དེ་དང་པོ་དེ་ལག་ལེན་བསྟར་རེད་པ།

དེའི་སྟེང་དུ་བྱང་ཆུབ་སེམས་དཔའི་གྱི་ལྷ་བ་འདི་ལ་འདི། རྩ་ལྟུང། རྩ་བའི་གྱི་ལྟུང་བ། བཅུ་བཞི་སོགས་ཡོད་རེ། དུ་སོ། དུ་སོ་གསུངས་དགོས་པས་དུ་སོ་ཤིང་ནི་ཚོད་ཀྱིས་འདི་གསུངས་ཐབས་བྱེད་དགོས་པ་རེད། དེ་ནས། དེའི་ལས་ཀྱི་སྟེང་དུ་ཡང་ལྷབ་ཐོད་ཀྱི་འདུག་ན་དེ་ནི། དགེ་བ་ཆོས་སྤྱོད་ཀྱི་ཚུལ་ཕྲན་ཟེར་ནས་སོ་སོར་བཟུང་བས་ཡང། མཐའ་བཙོང་ཤེས་ཡག་གི་གཙོ་གཟུགས་དེ་རེད། དགེ་བ་ཆོས་འདོད་ཀྱི་ཚུལ་ཁྲིམས་ཟེར་དུས་དེ། གཙོ་བོ་ལུས་ལ་ཆགས་པ་སྤང་ཡུལ་གྱི་དཔྱད་གཙོ་བོ་དེ་ནི། ཅེས་ལུས་ལ་ཞེན་ཆགས་སྤང་བ། འོ་དེའི་སྟེང་དུ་ལ་དེ་ནི། གཞན་ལ། གང་ཟེར་དགོས། སོ་སོགས་ཀྱི་དེ་ནི་ལྷག་པ་ལ་ལྷག་པ། བཞིན་པ་སྟོང་གསུམ་འཁྲུལ་སོང་བ་ལ་སོགས་པ་དེ་འདྲས་བྱེད་པ། དེ་ནི་དེའི་སྟེང་དུ་སེམས་ཅན་དོན་བྱེད་ཀྱི་ཚུལ་ཁྲིམས་ཟེར་སེམས་ཅན་དོན་བྱེད་པའི་གི་ཐུག་གི་འདུག་ན་སེམས་ཅན་དོན་བྱེད། དོན་བྱེད་པ་ཟེར་དུས་དེ་ལྷག་དགོས་པའི་རེད། སེམས་ཅན་ལ་དོན་བྱེད་གཞན་དོན་བྱེད་པ།

ད་ལས་དང་པོ་པ་ཡིན་ན་ལྟུང་བ་འདི་སོགས་གོས་ཤོག་གོས་ལ་འདི་སོགས་དང་པོ་གསུངས་ཐུབ་བས་ན་འོ་གཙོ་ཆེ་བ་དེ་གསུངས་ནས་འདི་སོགས་ལས་ལྷག་གོས་ཤོག་རེད་ཟེར། འོ་དེ་འདྲ་གསུངས་འདུག་དེ་བྱེད་དུས་ད་ད་ལྟ་འདི་ང་ཚོ་དེ་རིང་དེར་བ་དགེ་བ་ཆུ་ཐིགས་ཀྱི་ཚུལ་ཁྲིམས་རྙིང་པ་དེ་དེ་ལ་སློབ་པ་ལ་མི་སློབ་པའི་རྒྱུར་ལུས་ལ་ཆགས་པ་སྤོང་བ་སོགས་ཀྱི་དུས་དེ་ཡང་དེ་རིང་དྲུག་གི་མཐའ་ལ་འཁེལ་པ་སོགས་དེ་ཡིན་པ་རེད།

དུ་སོགས་ལྷ་མིན། དེ་སྔར་ཡོན་མཆོད་ཀྱི་རང་གི་སེམས་དེ་ཉོན་མོངས་པ་ང་རང་སེམས་ཀྱི་དབང་དུ་བཅུག་གསུངས་པ་ལ་དེ་འདྲ་ཡིན་དུས་བདག་གི་སེམས་དེ་རང་དབང་ཡོད་པ། དེ་ནས་གྱིས་ནི་རང་དབང་ཡོད་པ་གྱིས་ཏེ། ད་སེམས་དེ་རང་དབང་ཡོད་ན་སོ་སོ་གང་བསམ་པ་ལྟར་དུ་ལས་ཀ་ཡོང་གི་ཡོད་དོ། ཨོ་དེ་འདྲ་བྱེད་དུས་རྟག་ཏུ་འཛུམ་པའི་རྐྱེན་གྱིས་མིན། རྟག་ཏུ་ངོ་མི་འཛུམ་བོ་བྱེད་མིན། དཔེར་ན་ཁོང་ཁྲོ་བསླངས་ནས་སྡོམ་པ་ནག་པོ་བྱ་ཡ་དེ་ག་རེ་རེད་ཟེར་ནས་སོ་སོ་གི་ནང་མ་བསམ་ན་རང་དབང་མེད་པར་ཕ་གི་རྐྱེན་འདྲ་བོ་ཅིག་འཕྲད་འོང་ནས་ཁོང་ཁྲོ་བསླངས་ནས་སྡོམ་པ་ནག་པོ་བྱ་ད་ནི་ཅེས་ཁ་ན་འདྲ་མི་འདྲ་དོན་དེ་ཡོང་གི་ཡོད་རེད། ཨོ་རང་དབང་ཡོད་པ་ཡིན་ན། དེ་འདི་ཁོང་ཁྲོ་དེ་ཚོ་ལངས་གི་ཡོད་མ་རེད། སོ་སོ་སེམས་ལ་རང་དབང་ཡོད་པ་ཅིག་ཆགས་སོང་ན

དེ་ནི་སྡེ་ནས་གཞན་གྱི་ལས་ཀ་མི་མང་པོ་ཚང་མ་གི་ལས་ཀ་ལས་གཞན་ན་ང་རང་སྡེ་དེ་བ་ལྟ་བུ་མ་ཡིན་པ། ཡང་མི་གཞན་དག་གིས་རང་ཚོས་རོགས་པོ་བྱེད་དགོས་འདུག་ན་དེ་ལས་ཡང་ཕ་རོགས་པོ་བྱེད་དགོས་པ་ལྟ་བུ། དེ་འདྲའི་གི་བསམ་བོ་བྱེད་དགོས་གི་རེད་སུ་འགྲོ་རེ་ཞིག་དང་བསམ་བོ་བྱེད་དགོས། ཁྲི་ལ་སོགས་པའི་བབ་ཅོལ་དང་སྒྲ་དང་བཅས་པ་མི་དོ་རུང་མགོ་ཡང་དྲག་ཏུ་མི་འགྱེད་དེ་རྟག་ཏུ་སྐྱོང་ཤུགས་དགའ་བ་ཤ་སྟག་འདི་ཚོ་གཙོ་བོ། རབ་ཏུ་བྱུང་ཡིག་གི་བསྟན་བྱ་ཡིན་ན་འདུས་བིག་གི་ནང་དུ་ཡང་བསླབ་བྱ་འདི་ཚོ་གསུངས་རེད། དཔེར་ན། ད་གཞན་དག་ཅིག་གི་ནང་འགྲོ་བ་ཡིན་ན། རེད་ཡང་ན་དགོན་པ་གཞན་དག་གི་ནང་འགྲོ་བ་སོ་སོ་གྲོགས་པོ་གི་ནང་འགྲོ་བ་ཡིན་ན། ཉལ་ཁྲི་འདྲ་བོ་གྱེན་གྱིས་བསྡད་དགོས་ན། དེ་ནས་བབ་སྐྱོ་དུ་སོ་དེ་ལྟ་སྐྱེལ་མ་བྱས་པར་དགའ་སེ་ཧོབ་ཏུ་ཁ་སྐྱེལ་ག་ལ་ཡོད་མ་རེད་བཞུད་མེད་ཀྱིན་འདུག་དཔེར་ན་སྔ་མ་མདོ་སྒ་གི་ནང་འདི་འདྲ་ཡོད་རེད། ཁ་ཤི་གཞན་དག་གི་ནང་འགྲོ་ནས་ཉལ་ཁྲི་གི་ཐོག་ཏུ་སྤོ་གུ་ཆུང་ཆུང་དེ་འདྲ་བཞག་ཡོད་པ་ལ་དེ་གོང་སྨུག་མ་ལྟ་ནས་བསྡད་ནས་དེ་ནས་ཡང་སྤོ་གུ

ད་དུས་རྟག་ཏུ་གཞན་ལ་གཞན་བཀུར་འདུག་གིས་ཤིག་གཞན་ལ་ཟེར་དུས་མི་གཞན་དག་ལ་གཞན་བཀུར་ཟེར་ན་མི་གཞན་དག་ལ་ཕན་ཐོགས་པའི་ཀྱི་ཆེད་དུ་དགེ་བ་བསྒྲུབ་བཅུག་པ། ད་སོ་སོ་གི་ཅིག་ནུས་ཚོད་དང་བསྟུན་པའི་སྒོ་ནས་རེ་བ། ད་སོ་སོ་གི་སློབ་མ་མང་པོ་ཡོད་པ་དང་ཅིག་མི་མང་པོ་གི་དབང་དུ་འདུས་ཐུབ་མཁན་གྱི་བླ་མ་ཆེན་པོ་དེ་འདྲ་ཡིན་ན་དེ་ནི་མི་མང་པོ་ལ་གཞན་བཀུར་བྱས་ནས་མི་མང་པོ་ཁོ་ལས་ཕན་ཐོགས་དགོས་བ། དེ་འདྲའི་མ་ཡིན་ན་ཡང་སོ་སོ་གི་མི་གཅིག་མ་གཏོགས་མེད་ན་སོ་སོ་རྒ་ཟ་གི་གྲོགས་པོ་ཡིན་ན་རེད་སོ་སོ་གི་ཕ་མ་ཡིན་ན་རེད་སོ་སོ་གི་སྤུན་མཇལ་ཡིན་ན་རེད་དེ་འདྲའི་ལོ་གཞན་ཁུ་ཟེར་གྱི་རེད་བྱེད་དགོས་ཀྱི་རེད་ཟེར་གཞན་ཁུ་འདི་གཞན་ཁུ་འདི་ཟེར་ན་ད་དཔེར་ན་རང་བྱུང་སེམས་པའི་སྤྱོད་པ་ལས་ལྷག་དགོས་པོ་ཡོད་རེད་དེ་ནི་ཆུང་ས་ནས་བྱས་པ་ཡིན་ན་ཡང་ཅེས་འདོན་པ་འདྲ་བོ་འདོན་ན་ཡག་པོ་ཡོད་རེད་སྤྱང་གྲོགས་སྤྱང་གྲོགས་ཀུན་གྱི་ཟེར་གྱི་ཤེས་ན་ཡག་པོ་ཡོད་རེད་ཨ་ནི་སྡིག་པ་མི་བྱེད་ན་མི་དགེ་སྤྱོད་སྤང་ཐུབ་ན་ཡག་པོ་ཡོད་རེད་ཟེར་བ་དེ་འདྲའི་བྱས་ན་ཁོ་སོ་ལ་ཕ།

དེ་ནས་མ་ལྕོགས་འཕེན་པ་བྱེད་པའི་ངག་ནི་མི་གཞན་དག་ཅིག་གི་ཡང་རང་ལུས་ཚུལ་བ། རང་ལུས་ཚུལ་སོ་སོ་གི་དགེ་རྒན་ཡང་མ་ཡིན་པ་སོ་སོ་གི་ཕ་མ་འདྲ་གང་ཡང་མ་ཡིན་ཁྱེད་ཀྱི་མི་ངོ་མི་ཤེས་མཁན་གཅིག་གིས་ཨ་ནི་ཁྱོད་རང་འགྲོ་སྟངས་འདུག་སྟངས་འདི་འདྲ་དགོས་འདུག་ཟེར་ནས་ཚུལ་བསླབ་བྱ་རྒྱག་གི་འདུག་ན། ཁོ་ལ་བསླབ་བྱ་རྒྱག་རོགས་གྱོས་ཟེར་ནས་གང་ཡང་ལབ་ཡ་མ་རེད། ཡིན་ན་ཡང། དེ་འདྲའི་ཚུལ་ལབ་བྱུང་ན་དེ་ལ་ཡང་གུས་ཞབས་བྱས་ནས་དང་དུ་བླང་དགོས་པ་རེད།

རྟག་ཏུ་ཀུན་གྱི་སློབ་མ་ཀྱི་དུས་རྟག་ཏུ་ནི་དེ་འདྲའི་གེགས་སོ་སོ་ལ་ཚུལ་བཞིན་ཁུར་བྱེད་མཁན་ཕན་གཏོང་མཁན་གྱི་མི་སུ་འདྲ་ཞིག་ཡིན་ན་ཚང་མ་གི་སློབ་མ་ཡིན་པ་ལྟ་བུ་དེ་འདྲ་ཞིག་ཏུ་གྱུར་ཏེ། ཚུལ་ཁུར་བྱེད་མཁན་ཡིན་ན་རེ་དེ་ནི་གེགས་གྲོགས་པོ་ཕན་ཚུན་གྱི་ཁ་ཞེ་གེགས་སོ་སོ་ལ་གཅིག་ལྷག་ཆ་བྱས་ན་དེ་འདྲ་བྱེད་མཁན་ཡིན་ན་རེ་དེ་སོ་ལ་གོང་དུ་བཞག་སོ་སོ་འོག་ལ་བསྡད་ནས་སློབ་མ་ལྟ་བུ་བྱེད་མཁན་ཡིན་པ་རེད། རྟག་ཏུ་ཀུན་གྱི་སློབ་མ་ཀྱི་སོ་སོ་བཞིན་ཁུར་བྱེད་མཁན་ཚང་མ་ལ།

བསྟོད་པ་ལེགས་པར་དགའ་བར་བཤད། ཡང་འགའ་ཞིག་གིས་དཔེར་ན་གཞན་གྱིས་བཞིན་པ་དང་དེ་འདྲའི་ཞིག་ཆེན་པོ་བྱེད་ཀྱི་ཡོད་ན་མི་དགའ་ནས་ཕྲག་དོག་ལ་སོགས་པ་དེ་འདྲའི་ཡོང་གི་རེད། དེ་འདྲའི་མ་བཤད་ནས་དེ་ལས་ཡག་པོ་རེད་འདུག་བསམ་ནས་བསྟོད་པ་ཐོབ་དགོས་ཀྱི་རེད། བསྟོད་པ་བསྟོད་པ་ལེགས་པར་དགའ་བར་བཤད། ཁོང་ན་ཡོད་ཐེངས་བརྗོད་བཞག་ཤིང་ཡོད་ཐེངས་བརྗོད་ན་རྗེས་སུ་བརྗོད་ཟེར། ད་འདིར་མི་གཅིག་ལ་ཡོད་ཐེངས་ཡོད་ན།

དེ་ནས་ཡོད་ཏན་བརྗོད་ན་རྗེས་སུ་རྗེས་སུ་ཡང་མི་གཞན་དག་ཅིག་གིས་ཁོ་ལ། ཡོད་ཏན་ཡོད་རེད་ཟེར་མི་གཞན་དག་ཅིག་ལ་རེ་བ་ད་འདི་ཡོད་ཏན་ཆེན་པོ་རེད་འདི་གིས་ཅིག་ལས་ཀ་ཡག་པོ་བྱས་རེད་ཅིག་བྱས་རེད་གཉིས་བྱས་རེད་ཟེར་བཞིན་ལྟོས་ར་བཏང་ཡང་ཞོར་བ་དེ་འདྲས་བཏང་སྟེ་མི་ག་ཞིག་གིས་ཡང་དེ་ཕུན་ཅི་ག་བཤད་ནས་ཁོས་གི་ཡོད་ཏན་བརྗོད་དེ་ཡོད་ཏན་ཡོད་རེད་ཟེར་དེ་གཅིག་གིས་ཡོད་མ་རེད་ཟེར་ནས་ཡང་དེ་འདྲས་བཤད་མཁན་ཡོང་དགོས་ལ། མི་དགའ་ནས། སོ་སོར་མི་དགའ་སེལ་རྒྱུའི་སྐད་པ་ཐོས་ཀྱི་འདུག་ན། འོ་འདི་འདི་ནི་མ་རེད་ཟེར་ནས་ཡང་ཁོ་དེ་ལས་ལྡོག་ཕྱོགས་བཤད་མཁན་ཡོང་གི་ཡོད་རེད། དེ་འདྲའི་བྱེད་ཡ་ཡོད་མ་རེད། ཡོན་ཏན་བརྗོད་ན་རྗེས་སུ་འགྱོད་ཟེར། ཁོའི་གིན་ཡོན་ཏན་ཡོད་རེད་ཟེར་ནས་མི་བརྗེད་ཀྱི། ཡོན་ཏན་བརྗོད་ནས་སྐད་པ་ཐོས་ཀྱི་འདུག་ན། ང་རང་གིས་ཡང་འོ་དེ་ཅན་དུ་རེད་ཟེར། ཁོ་ཡག་པོ་ཡོད་རེད་ཟེར་ནས་ཡང་སྐད་པ་ཐོས་དགོས་ཀྱི་རེད་མ་གཏོགས་དཔེ་གི་དེ་ལས་ཡང་དམའ་བ་ནོར་བ་ཅི་ཡང་ཡོད་མ་རེད།

ད་ང་རང་ཞེའུ་ཡོད་སྟེང་ཆེན་པོ་ཡོད་ས་རེད་བསམ་ནས་ང་རྗེ་ཆེན་པོ་ཆགས་འགྲོ་གི་རེད་དཔེ་དེ་ཞེའུ་ཆེན་མཐོན་པོ་སྤོ་བ་ཆེན་པོ་རེད་འདུག་འོ་དེ་འདྲའི་བྱེད་ཡག་ཡོད་རེད། ཕ་རོལ་པོ་དེ་གས་ང་རང་ལ་ཡོད་སྟེང་ཅིག་བརྗོད་གི་འདུག་ན་ག་སྲིད་ང་རང་ལ་ཡོད་སྟེང་དེ་འདྲ་ཅིག་ཡོད་པ་ཡིན་ན་ཡང། ཡོད་ནི་ཁོས་གི་ཡོད་སྟེང་ཡོད་པ་ཅིག་བརྗོད་གི་འདུག་ན་ཡང། འོ་ད་ཁོས་ཡོད་སྟེང་བརྗོད་མཁན་མི་དེ། ཡོད་སྟེང་ཅན་གྱི་སློབ་སྦྱོང་ཡོད་མཁན་ཅིག་རེད་འདུག་བ་བསམ། འོ་དེ་དྲན་གི་ཅིག་གི་རེད། དཔེར་ན། ཡོན་ཏན་བརྗོད་ནི་སྤྲས་པ་ཕུལ་མཁན་དེ་མེད་ཀི་ཡོད་ཏན་ལ་དགའ་བོ་ཡོད་མཁན་སློབ་སྦྱོང་ལ་དགའ་བོ་ཡོད་མཁན་གཅིག་གིས་དེ་ལས་སློབ་སྦྱོང་ལ་ཡག་པོ་ཡོད་རེད་ཟེར་ནས་སྤྲས་པ་ཕུལ་གི་ཡོད། དེ་འདྲའི་ཡོད་ཏན་ལ་དགའ་བོ་མེད་པ་དང་སློབ་སྦྱོང་གང་ཡང་མ་ཤེས་མཁན་གཅིག་གིས་དེ་འདྲའི་སྤྲས་པ་ཕུལ་ཤེས་ཀི་ཡོད་མ་རེད། འོ་དེ་འདྲ་བྱེད་དུས་སོ་སོ་ལ་ལྟོས་ཟེར་གྱི་ཡོད་ཏན་འདྲ་བོ་བརྗོད་ན་མི་གཞན་གྱི་ཡོད་ཏན་བརྗོད་གི་འདུག་ནི་དེ་ང་རང་ཆེན་པོ་རེད་ཡོད་ཏན་ཡོད་པ་རེད་བསམ་དེ་འདྲའི་མི་དྲན་ནས་ཡོད་ཏན་བརྗོད་མཁན་ཁོ་རང་བས་མོ་སློབ་སྦྱོང་བྱས་ཀྱང་ཤེས་རིག་ཅན།

སོ་སོ་དགའ་བའོ། བདེ་བ་སྐྱིད་པོ་ཡོང་བ་ཡག་པོ་ཡོང་བའི་གི་ཆེད་དུ་དེ་ལས་ཀ་ལེགས་ཡོད་ལ་སོ་སོ་ལས་ཀ་དེ་ལས་ཀ་ག་རེ་བཙོང་མགོ་བརྩམས་ཡོད་ལ་འཇིག་རྟེན་པ་ཡིན་ན་རེ་ཁྱུ་དང་འདི་ཁྱུ་བྱས་གི་ཡོད་ན་ག་ལ་ཡིན་ན་ཚེ་འདས་དང་ཡང་ན་ཕྱི་མ། དེ་ནས་ཡང་ན་མཐའ་ཐུག་གི་ཅིག་ཡག་པོ་ཡོང་བ་སེམས་དགའ་བ་བྱེད་པའི་གི་ཆེད་དུ་བྱས་གི་ཡོད་དེ་ཡིན་དུས་བཙོང་པ་ཐང་ཆེ་དགའ་བའི་ཆེད་རེད། དེ་ཡིན་དུས་ད་བཙོང་པ་ཐང་ཆེ་དགའ་བའི་གི་ཆེད་ཡིན་ན། ལས་ཀ་ག་རེ་བྱས་ན་ཡང་རུང་བ་མི་གཞན་དག་གིས་ག་རེ་བྱེད་ཀྱི་འདུག་ན་ཡང་དེ་ལ་ཕྲག་དོག་མེད་པར་དགའ་བ་བྱས་ན་དེ་དེ་ག་རང་སོ་སོར་དགའ་བ་ཐོབ་ཨང་རུང་བ། སོ་སོ་སོ་སོར་སེམས་མི་དགའ་བ་ཟེར་རྒྱུ་དེ་ག་རེ་རེད་ཟེར་ན་སོ་སོའི་གི་བཟོ་བྱ་དགོས་རུང་བ། སེམས་མི་དགའ་བ་ཟེར་རྒྱུ་དེ་ཕ་རོལ་པོ་བོས་ཅི་བྱས་སྟོང་ལས་སྟོང་མི་འདྲ་ནི་སོ་སོ་གི་དེ་ལས་བརྟེན་ནས་གི་སེམས་དཀྲུགས་ཟེར་ནས་སེམས་དེ་མ་དགའ་བ་བཟོ་དགོས་རེད། དེ་འདྲའི་མ་བཟོ་ནས་ཕ་རོལ་པོ་གི་ལས་ཀ་ག་རེ་བྱེད་ཀྱི་འདུག་ན་ཡང་རུང་བ། དེ་ནས་དཔེར་ན་ད་ལྟ་འདི་གོང་དུ་མང་པོ་བཤད་སོང་བ། རང་ལ་སྐྱོན་འདྲ་བོ་ཅིག་བརྗོད་ནས་ཅིག་བྱེད་ཀྱི་འདུག་ན་ཡང། དེ་གཉིས་ཀྱིས་ཁོ་བོཕ་རོག་བོ་སྟེ། ཉོན་མོངས་པའི་གཞན་དབང་དུ་བསྐྱུར་སོང་བ་རེད་ཁོང་རང་ལ་ཁག་ཡོད་མ་རེད་བསམ་འདྲ་བོ་ཅིག་ནི་རྗེས་བཤད། དེ་ག་ནང་ཞིག་གིས། མི་གཞན་གྱི་ཅིག། ལས་ཀ་རྒྱ་ཆེན་པོ་བྱས་ནས། དེ་འདྲ་བྱེད་ཀྱི་འདུག་དཔེ་ཡག་པོ་རེད་བསམ་དེ་ལ་དགའ་བ་དགོངས། མི་གཞན་དག་ཅིག་གིས་གཞན་དག་ཅིག་ལ་ཡོན་ཏན་བརྗོད་ཀྱི་འདུག་ན་ཨོ་ཁོ་དེ་དཔེ་མི་དེ། དེ་ག་རང་རེད་ཟེར་ནས་དེ་ལ་ཕྲག་དོག་མེད་པའི་རྗེས་སུ་བརྗོད། ཨོ། དེ་འདྲའི་ཆེད་ནས་ད་གང་ལྟར། མི་གཞན་གྱི་ག་རེ་མོ་གི་ག་རེ་བྱས་ཀྱི་འདུག་ན་ཡང་སོ་སོ་གི་སེམས་དེ། དགའ་བ་དགོངས་བདེ་བ་ཡིན་ན། དེ་ལས་ཀ་ག་རེ་རིགས་ན་ཡང་ཚང་མ་དེ། དེ་ནི་བསམ་པ་དགའ་བོ་དང་སྐྱིད་བོ་ཡོང་གི་ཡོད། དཔེར་ན་སྲས་ཀྱི་རེ་ལ་འགྲོ་ན་འདོད་ཆགས་ཐང་ཅིག་སྲས་ཡིན་ཟེར་གྱི་སྣང་བས་ཀྱི། སྲས་ཀྱི་རེ་འདྲ་བོ་ཞིག་འགྲོ་ན་ག་བར་འགྲོ་ན་ཁོ་སྲས་རེ་མོ་ཐོང་ཆོག་ཡོད་མ་རེད། དེ་ག་ནང་བཞིན་གྱི་བྱང་ཆུབ་སེམས་དཔའི་སེམས་ཡག་པོ་གཞོང་ཚད་མཁས་ཅིག་ཡིན་ན་ག་རེ་བལྟ་ན་ཡང་སེམས་དགའ་བ་ཞིག་རེད། ང་ཚོ་དེ་མཐའ་མ་པར་ཁོང་ཁྲོ་ཤེས་ས་གི་ཡོད་ཅིག་བྱང་ཆུབ་སེམས་དཔའ་གི་མཐོང་གསུངས་ན་ཡང་བྱང་ཆུབ་སེམས་དཔའ་དེ་སེམས་དགའ་བ་ཤེས་གི་རེད་སེམས་བདེ་བ་སྐྱེས་གི་རེད་མ་གཏོགས་དེ་གི་དེ་གི་ཁོང་ཁྲོ་ཤེས་ས་གི་ཡོད་དེ་གི་ཁོང་ཁྲོ་སློང་ཐུབ་གི་ཡོད་མ་རེད། ཨོ་དེ་ག་ནང་བཞིན་དེ་འདྲས་ཅིག་རེད་གསུངས་ན་ད་འདི་ནས་རིང་ཅིག་ཉོ་ན་དགོས་དེ་འདྲ་འོ་གི་རེད་ཉོ་ཐུབ་གི་མ་རེད་བ། ག་དུས་ཡིན་ན་ཡང་ང་རང་བསམ་པ་རྩ་ནས་མ་འཁྲུགས་པར་བསམ་པ་སྐྱིད་པོ་ཡོང་བསྡད་ཡ་ཅིག་གི་སྨད་ཅིག་ཉོ་དགོས་གི་འདུག་ཟེར་ན། དེ་མེད་ཧོ་ག་རང་ཡིན་ན་ཉོ་ཉོ་རྒྱུ་རག་མ་རེད། རྒྱུ་གར་མི་དགོས་ག་རེ་བལྟས་ན་ང་ག་དུས་ཡིན་ན་ཡང་སེམས་པ་དཔེར་ན་སྐྱིད་པོ་རྐྱང་རྐྱང་དགའ་བ་རྐྱང་རྐྱང་རེད་མ་གཏོགས་པའི་སེམས་རྩ་ནས་འཁྲུག་རྒྱུ་མེད་པ་ཅིག་དེ་འདྲའི་ཅིག་གི་ཅིག་ཉོ་དགོས་ཀྱི་འདུག་ཟེར་ན་དེ་ནི་ཉོ་རྒྱུ་རག་མ་རེད་ཟེར་རིན་མོད། ཉོ་རྒྱུ་རག་མ་རེད་དེ། སོ་སོའི་བྱང་ཆུབ་སེམས་གཉིས་ཀྱི་བསླབ་བྱ་འདི་སོང་མྱངས་ལན་ཚུར་ལྡན་བཞིན་དུ་བྱེད་ཐུབ་ན་དེ་འདྲའི་ཡོང་རྒྱུ་ཡོད་རེད་སོ་སོར་སོ་སོར་དེ་འདྲ་བྱ་ཡི་ཡོད། འོ་དེ་ཞིག་དེ་ནི་རིན་གྱིས་ཉོ་ནའང་ཀུན་འོན་ཞིག་སྟེ། འོ་འདི་ཡིན་པར་བྱང་ཆུབ་སེམས་དཔའི་གསེར་གྱི་གཏེར་གྱིས་ག་རེ་བྱེད་ན་ཡང། ད་གང་ལྟར་སོ་སོ་གོ་སེམས་དེ་རང་དབང་ཡོད་པ་ཞིག་ཆགས་སོང་ན། དེ་ནས་སེམས་དེ་མ་འཁྲུལ་བ་ཞིག་ནི་ལས་ཀ་ག་རེ་བྱེད་མཐོང་ན་ཡང་འགྲོ་ཆགས་ཉག་འདུག་ད་ག་བ་འདྲ་གི་མི་ག་འདྲ་གིས་ལས་ཀ་ག་རེ་མི་དགོས་ག་རེ་བྱེད་ན་ཡང་སེམས་པ་མི་འཁྲུལ་བ་སེམས་པ་དགའ་བ་ཞིག་ནི་སེམས་བདེ་བོ་ཅིག་ནི་སེམས་པ་དགའ་བ་ཞིག་ནི་ཡོད་རེད། འོ་དེ་བཤད་ནས། དེ་སྐད་བཞིན། དེ་ནས་རིམ་གྱིས་ཉོན་ལོང་ཀུན་ཞེས་བྱ་བ། དེ་དེ་བཞིན་གྱི་ཡོན་ཏན་གྱིས་དགའ་བའི་བདེ་བ་ཞི་བར་བྱ། དེའི་ཕྱིར་དུ་དེའི་རྟགས་ན་དེ་ལྟ་བས་ན། གཞན་གྱིས་བྱས་པའི་ཡོན་ཏན་གྱིས་དགའ་བའི་བདེ་བ་ཞི་བར་བྱ། ད་སོ་སོགས་ཀྱིས་ལས་ཀ་དེ་འདྲ་བྱེད་མ་ཐུབ་ན་ཡང་རུང་བ། སོ་སོགས་ཀྱིས་གཞན་དོན་བྱེད་མ་ཐུབ་ན་ཡང་མི་གིས་གཞན་དོན་བྱེད་པ་ག་རེ་བྱེད་ན་དེ་ནི་དེ་ལ་དཔེ། སོ་སོར་གྱེས་པ་ནང་བཞིན་གྱི་དགའ་བ་ཞིག་གང་ཐུག་ན། ད་མི་ཡོན་ཏན་ཡོད་མཁན་མང་པོ་རོགས་ལས་ཀ་བཟང་པོ་བྱེད་མཁན་མང་པོ་རོགས་དེ་འདྲའི་ཞིག་ཏུ་ག་རེ་མཐོང་ན་ཡང་སོ་སོ་བསམ་པ་དགའ་བདེ་དགོས་བསམ་པ་སྤྲོ་བོ་ཡོད་དགོས་དེ་འདྲའི་མེད་ན། དེ་ནི་སོ་སོས་གས་བྱེད་མི་ཐུབ་མི་གཞན་དག་གིས་བྱེད་པ་དེ་ལ་མི་དགའ་བསམ་པ་དེ་འཁྲུགས་བདེ་ལས་དེ་འདྲའི་བྱེད་བདེ་ན་དེ་ག་དུས་ཡིན་ན་ཡང་སེམས་འཁྲུགས་བདེ་ཡག་གི་སེམས་སྐྱིད་པོ་མི་ཡག་གི་རེད་མི་ཡོང་བ་གི་རེད་མ་གཏོགས་དེ་དེ་ནི་ཡོང་གི་མ་རེད། གར་ཟེར་ན་ཁོ། འཛམ་བུ་གླིང་གར་འགྲོ་ནས་ས་ཕྱོགས་ལ་མི་འབྱོན་མཁན་དང་མི་འབྱོན་མཁན་འདྲ་མི་འདྲ་ཡོད་རེད། ལས་ཀ་བཟང་པོ་བྱེད་མཁན་དང་མི་བྱེད་མཁན་འདྲ་མི་འདྲ་ཡོད་རེད། ལས་ཀ་བཟང་ཁ་བྱེད་མཁན་དེ་འདྲ་མང་པོ་མཐོང་ཡ་ཡོད་རེད། དེ་འདྲ་ག་རེ་མཐོང་ན་ཡང་དེ་ལས། གཅིག་སོ་སོ་གི་སེམས་ཀྱི་དགའ་བ་ཤེས་ཐུབ་ན་སོ་སོ་སོ་གི་སེམས་དེ། དོད་ཤོས་ཡག་པོ་ཞིག་གཏོང་ཞིང་སོ་སོའི་སེམས་ཀྱི་དགའ་བ་ཞིག། སྐྱིད་པོ་ཆགས་པ་རེད། དེ་འདྲའི་བྱེད་མ་ཤེས་ནས་ཕ་གིའི་ཀྱིས་ག་རེ་བྱེད་གི་འདུག་ན་དེ་ལ་མ་དགའ་བ་འདྲ་བྱེད་སོང་ན་སོ་སོ་སོ་སེམས་མ་དགའ་བ་བཟོ་ལ་ཁོ་ལ་ཕ་གིས་མ་དགའ་བ་བྱེད་ཡག་གི་མི་གསར་གི་གནས་འགྲོ་ཡག་ག་ལ་ཡོད་མ་རེད། འོ་དེ་འདྲ་བྱེད་དགོས། དེ་འདྲ་བྱས་ཏེ་དེའི་དེ་གཞན་གྱིས་ཡོན་ཏན་གྱིས་དགའ་བའི་བདེ་བ་ཤེས་པར་བྱ་གཞན་གྱིས་བྱས་པའི་ཡོན་ཏན་དེ་ལ་སོ་སོ་གིས་དགའ་བ་དགོངས་ཤེས་ན་ཨ་ནི་དགའ་བའི་བདེ་བ་དེ་སོ་སོ་དགོངས་ཤེས་ཆོག་གི་རེད། གཞན་གྱིས་བྱས་པའི་གི་ཡོན་ཏན་དེ་ལ་ཕྲག་དོག་མ་བྱེད་པར་མི་དགའ་བ་མ་བྱེད་པའི་རང་གི་དགའ་བ་དགོངས་ཐུབ་ན་བྱ་བ་དེ་སོ་སོ་གི་ཉམས་སུ་མྱོང་ཡང་ཆེ། སོ་སོ་བདེ་བ་དེའི་རྒྱུན་དུ་བསམ་པ་སྐྱིད་པོ་ཞིག་འདེགས་ཆོག་གི། བསམ་པ་སྐྱིད་པོ་ཞིག་བསམ་པ་སྐྱིད་པོ་བྱུང་ན་གཟུགས་པོ་བདེ་ཐང་ཡོང་གི། དེ་འདྲ་བྱས་ཏེ་ལུས་སེམས་བདེ་ཐང་ཞིག་གནས་ཐུབ་ཀྱི་ཆོག་གི། ཨོ། དེ་ནི་དེ་མ་ཟད་པའི་དེ་ཟེར་དགའ་བའི་བདེ་བ་ཤེས་པར་བྱ། དེ་འདྲ་བྱས་པ་ཡིན་ན་ད་ཕན་ཚུན་འདྲ་བོ་ག་རེ་ཡོད་རེད་ཟེར་ན་ཕན་ཡོན་འདི་ཟེར་བདག་ལ་འདི་དགོས་ཡོད་མེད་ལ་ཕ་རོལ་དོན་ཡང་བདེ་བ་བྱས་ཟེར།

ང་སེམས། སྐྱིད་པོ་བྱས་ནས་མི་གཞན་ག་རེ་བྱས་ན་ཡང་དེ་ལ་མི་དགའ་བ་མི་བྱེད་པར་སོ་སོ་དགའ་པོ་བྱས་ནས་བསམ་པ་སྐྱིད་པོ་བྱས་ནས་བསྡད་འདུག་ན་ཚེ་འདི་ལ་ཡང་གྲོང་ཡོད་མ་རེད་ཟེར་ད་གོ་ཡས་མེད་ལ། ཕ་རོལ་དུ་ཡང་བདེ་བ་ཆེ་དེ་འདྲའི་བི་གའི་བདེ་བ་དེ་ཐོབ་ན་ཕ་རོལ་དེ་སྐྱེ་བ་རྗེས་མ་ཡིན་ན་ཡང་དེ་དགེ་བ་ཡིན་དུས། ལྷ་མོས་ཀྱི་ལུས་རྟེན་ཐོབ་ཀྱི་ཡོད་པ་ད་མཐར་ཐུག་བྱས་ན་ཀྱེ། སངས་རྒྱས་དང་བྱང་ཆུབ་སེམས་དཔའི་གོས་དེ་ནི་བདེ་བ་མཐར་ཐུག་གི་འབྲས་བུ་སངས་རྒྱས་ཀྱི་ཐོབ་ཀྱི་ཡོད་པ་བདེ་བ་ཆེན་པོ་ཐོབ་ཀྱི་རེད། ཨོ་བྷ་རོ་ཀྱི་ཡང་དེ་བ་ཞིག་དེ་ཕྱིར། ད་དེ་གི། གཞན་གཅེས་ཀྱི་ལས་ཀ་ག་རེ་བཙོང་ན་ཡང་དེ། ཕྲག་དོག་མེད་ཀྱི་སྒོ་ནས་རྗེས་སུ་ཡི་རང་བར་སྐལ་བ་བྱས་ནས། ཁོང་ཁྲོ་བསྔོག་མ་ཤོར་བ་དེ་འདྲས་བྱས་ན། ཚེ་འདི་ལས་ཡིན་ན་གྱོང་ཡོད་མ་རེད་སོ་སོ་སེམས་པ་བདེ་བ་ལུས་སུ་བདེ་བོ་ཡོང་གི་རེད་དེ་ཡིག་གི་འབྲས་བུ་སྐྱེ་བ་ཇི་མ་ཇི་མ་གི་ནང་སུ་ཡིན་ན་ཡང་དེ་ལས་ཕན་ཐོག་ཆེན་པོ་ཡོང་གི་ཡོད་རེད་ཟེར་ཨོ་དེ་ཤེས་བྷ་རོ་ཀྱི་ཡང་དེ་བ་བྱས་ཟེར། ད་དེ་འདྲའི་མ་བྱས་ནི་རེ་བ། མི་དགའ་བ་བྱས་ནི་གཞན་གྱི་བྱས་ཡ་ལ་ཕྲག་དོག་ལ་སོགས་པ་ཅན་བསམ་པ་འཁྲུགས་བདེ་བ་ཡིན་ན་དེའི་སྐྱོན་ག་རེ་ཡོད་རེ་ཟེར་ན། ཉེས་པ་མི་དགའ་སྡུག་བསྔལ་ཞིང་ཕ་རོལ་དེ་ཡང་སྡུག་བསྔལ་བྱེད། ཉེས་པས་བསལ་དུས། དེ་འདྲའི་མ་བྱས་ནི་སེམས་དགའ་བོ་མ་བྱས་ནི་ཕ་རོལ་པོ་གི་ཉེས་པ་དེ་ལ་སྐྱོན་འདྲ་བོ་ཅིག་ཕྱོགས་ལ་བཏགས་ནས་བསམ་པ་འཁྲུགས་བདེ་བ་ཡིན་ན།

རྗོད་བྱེད་ཀྱི་ཚིག་འབྲི་བ་ཡོད་པ་བརྗོད་བྱ་གི་བརྗོད་བྱ་གང་ཤེས་པ་དེ་ཡང་དོན་གསལ་པོ་གོ་ཐུབ་ཡ་བྱེད་དགོས། བརྗོད་བྱ་གི་དོན་དེ་སྐད་ཆ་མང་པོ་ཞིག་བཤད་ནས་དོན་དག་དེ་མ་གོ་ཡ་བྱེད་རོགས་དོན་དག་དེ་ངོ་མ་གོ་མ་ཐུབ་ཡ་བྱེད་རོགས་དེ་འདྲས་མ་ཡིན་པ་ཅིག་དོན་དག་དེ་གསལ་པོ་སྟོན་ཐུབ་པ་ཅིག་དོན་གསལ་བ་ཡེད་དུ་འོང་བ་དང་ཟེར་གི་ཕ་རོགས་པོ་གི་སྐད་ཆ་དེ་བཤད་སྟངས་དེ་ཡང་སྐད་ཆ་དཔེ་འཇམ་པོ་ཡེད་དུ་འོང་བ་ཅིག་བཤད་སོང་ཨང་སང་སང་འདྲ་པོ་ཞིག་ཡོང་གི་རེད་བ།

སྟག་གི་མ་འདུག་ན་ལག་ནས་སྟག་ཟེར་སྟག་གི་རེད་སྐད་ཆ་བཤད་སྟངས་ཡིན་ན་རེད། མ་རེད། ཀྱེ། ག་ཟེར་གི་རེད་བསྟོད་པ་ཕུལ་སྟངས་ཡིན་ན་རེད་ག་རེ་ཡིན་ན་གང་བྱེད་ཀྱི་ཕུལ་ནས། འདུག་སོ་སོ་སོ་ལས་ལབ་ཀྱི་འདུག་བསམ་བསམ། ནོར་འཁྲེན་དགོས་པའི་སྦྲང་གི་རེད་འབའ་ན་ཤ། མོད་ཀྱི་སེམས་སྐྱེད་ལྟར་ན་ཡང་འདི་དག་ཉིད་ལ་བརྟེན་ནས་བདག་སངས་རྒྱས་མྱུར་དུ་འགྱུར་རོ་ཞེས་དྲང་ཞིང་བྱང་པའི་ཚུལ་གྱིས་བལྟ། ད་མིག་གིས་སེམས་ཅན་སུ་འདྲ་ཅིག་བལྟ་བ་ཡིན་ན་མི་ལ་བལྟ་བ་ཡིན་ན་རེད་དུད་འགྲོ་ལ་བལྟ་བ་ཡིན་ན་རེད་རེད་བ། ཅེས་བ་ཕྱུགས་འདྲ་བོ་ལ་བལྟ་བ་སྤེའུ་འདྲ་བོ་འབུ་སྲིན་འདྲ་བོ་སུ་ལ་འདྲ་བོ་ཅིག་བལྟས་པ་ཡིན་ན་ཡང། མིག་གིས་སེམས་ཅན་བལྟས་ནས་མིག་གིས་སེམས་ཅན་གྱིས་མཐོང་འོང་རེད་བ། དེ་འདྲས་མཐོང་འོང་དུས་ག་འདྲས་དྲན་དགོས་རེད་ཟེར་ན་འདི་དག་ཉིད་ལ་བརྟེན་ནས་གདའ། ད་སེམས་ཅན་འདི་ཚོ་ལ་བརྟེན་ནས་ང་སངས་རྒྱས་ཐོབ་པའི་གི་རྒྱུ་དེ་འདི་སོགས་བརྒྱད་ཀྱི་རེད་ཨ་སོང་རེད་བ། སངས་རྒྱས་ཐོབ་པའི་གི་རྒྱུ་ག་རེ་རེད་ཟེར་ན་སེམས་ཅན་དང་སངས་རྒྱས་ཟེར་བ་གཉིས་རེད།

དཔེར་ན་ཉི་མ་གཅིག་ལ་དཔེ་ཤུགས་ཆེན་པོ་ཞེ་པོ་ཞིག་འདོན་ཏེ་ཉི་མ་གཅིག་ལ་མ་འདོན་ཡང་ཉི་མ་གཅིག་ཤུགས་ཆེན་པོ་འདོན་ན་དེ་དཔའ་རུ་ཆེས་འགྲོ་སྟེ་དེ་ལ་ཡང་དགེ་བ་དེ་ལྟ་བུ་སུ་ཆུང་དགོས་སློབ་ཆུང་དགོས་ག་རེ་བྱེད་ཀྱི་ཡོད་ན་ཉི་མ་རྟག་ཏུ་སླེབ་དགོས་དེ་ཞིམ་པ་གཏོང་དགོས་ན་ཉི་མ་རྟག་ཏུ་ཞིམ་པ་གཏོང་དགོས་དེ་དགེ་བ་ཤུགས་ཆེན་པོ་ཆེ་ཆེ་དང་ཉི་མ་གཅིག་ལ་བཏང་བ་ཡིན་ན་དགེ་བ་མེད་པ་མ་རེད་དེ་ལ་དགེ་བ་ཡོད་རེད་དེ་ལ་ཡིན་ན་ཡང་དེ་ལས་ཀྱང་རྟག་ཏུ་བྱེད་ཐུབ་པ་དེ་དགེ་བ་ཤུགས་ཆེ་ཡང་རེད་གཅིག་རེད། རྟག་པར་ཟེར་དུས་ཚོད་དབང་དུ་བྱེད་པ་ཡིན་ན་དུས་རྟག་པར་བྱེད་དགོས་པ།

ཕན་བསྐྱེད་ཡིན། དེ་ཡང་ཕན་བསྐྱེད་ཀྱི་གཉེན་པོ་ཡིན། ཡོན་ཏན་དང་ནི་ཕན་འདོགས་ཀྱི་ད། འདི་སྤྲད་ས་གི་ཡོད་དེ་ག་རེ་བྱེད་རེད་ཡོད་སེམས་ཅན་སུ་ཡིན་ན་ཡང་ཞིག་ཁོ་གཞན་པ་གཏོང་ཆོག་གི་རེད་ག་རེ་ཡིན་ན་ཡིན་ན་ཡང་དེ་ལ་བསོད་ནམས་འཇུག་ས་གི་ཡོད་དེ་ལ་ཡང་བྱེད་པ་ཡོད་ཏན་ཅན་ཟེར་ན། ཡོན་ཏན་གྱི་ཤིང་དེ་སངས་རྒྱས་དང་བྱང་ཆུབ་སེམས་དཔའ་དེ་འདྲ་ལས་མཆོད་པ་ཕུལ་བ་ཡིན་ན། བླ་མ་དང་དགེ་བའི་བཤེས་གཉེན་དེ་འདྲ་ལས་ཕུལ་བ་ཡིན་ན་ཡང་དེ་ཡོན་ཏན་གྱི་ཤིང་ཟེར་གྱི་བསོད་ནམས་རྒྱ་ཆེན་པོ་བསགས་ཟེར་བའི་ཤིང་རེད། ཕན་འདོགས་བའི་གི་ཤིང་ཟེར་གྱི་དེ། སོ་སོ་གི་ཕ་མ་དང་ཚེ་འདས་ཀྱི་བཀའ་དྲིན་ཆེ་ཤོས་ཕ་མ་རང་སོ་སོ་ག་ཟེར་གི་རེད། འཇིག་རྟེན་གྱི་ཕྱོགས་ནས་བཤད་ན། དེ་ཕ་མ་ལ་ཡང།

དེ་ནི་གཉེན་པོ་ཡིན་པས་སློང་བ་ཡོན་ཏན་ཅན་དང་ཕན་འདོགས་པའི་ཡུལ་གྱི་དབང་དུ་བྱས་པ་ཡིན་ན་ཡོན་ཏན་ཅན་དང་ཕངས་འདོགས་པའི་གཟིངས་དང་སྡུག་བསྔལ་བ་དེ་སོགས་ལ། རིམ་པ་ལ་སོགས་པ་སྟོང་ཐུག་ན་དགེ་བ་ཆེ་བར་འགྱུར་བས་འོ་དེ་ཞེས་བརྗོད་བཞིན་དུ། མཁས་ཤིང། དད་དང་བྱ། དད་དང་ལྡན་གྱིས་ནི། ལེགས་སྣང་བདག་གིས་རྟག་ཏུ་བྱ། ལས་རྣམས་བཀོད་ལ་སུ་ལ་ཡང་བརྟུལ་བ་བྱ་བ་མ་ཡིན་ནོ། འོ་དེ་ཟེར། ཁྱེད་བཞིན་ཟེར། དཔེར་ན་ཆོས་སྒྲུབ་པ་ལ་ཡང་དང་པོ་མཁས་པ་དགོས་ཀྱི་ཡོད་རེད། ཆོས་ག་རེ་བྱེད་ཀྱི་ཡོད་རེད་རོ་ཧ་གོ་བ་བྱེད་ཤེས་པ་བྱེད། དཔེར་ན་བྱང་ཆུབ་སེམས་དཔའི་བསླབ་བྱ་ལྷོད་མེད་ངང་བྱང་ཆུབ་སེམས་དཔས་བྱེད་ཀྱི་ཡིན་ཟེར་ན་བྱང་ཆུབ་སེམས་དཔའི་བསླབ་བྱ་དུ་ཚོགས་དེ་ག་འདྲ་ལྷག་དགོས་ཀྱི་ཡོད་པ་དེ་དང་པོ་ཤེས་དགོས་ཀྱི་ཡོད། དཔེར་ན་དེང་སང་ང་ཚོ་བྱས་ནས་ད་ཚངས་འདྲ་བོ་ཞིག་བསྡད་ཀྱི་ཡིན་ཟེར་ན་ཡང། ཚངས་བསྡད་ལུགས་བསྡད་སྟངས་དོན་སོ་སོ་སོ་ཡིན། དང་པོ་ཡག་པོ་ཤེས་དགོས་རེད། ག་བ་བསྡད་ན་ཡང་ང་ག་བ་བསྡད་ན་ཡང། སུ་གཅིག་ལ་ད་ང་དྲི་དགོས་ས་མ་རེད་ང་རང་རང་གི་ད་ཐག་ཆོད་པོ་ཤེས་ཀྱི་འདུག་སང་སང་དང་པོ་དེ་འདྲས་བཞག་དགོས་རེད་ཤེས་དགོས་རེད། མ་ཤེས་པ་ལ་ད་ནི་བསྡད་པ་ཡིན་ན་དེ་ཡང་དེ་ནི་ཡང་དཀའ་ངལ་གྱི་རེད་ཆུད་ཟེར་གྱི་རེད་ཡང་དག་མ་ཤེས་པ་ལ་ད་ཡང་མ་ཤེས་པ་ལ

ཁྱོད་དེ་ལ་ཡང་ཁྱི་ཕག་ཡིན་པ་ཙམ་གྱིས་ཕན་གྱི་མི་འདུག། ཁྱི་ཕག་ཡང་བན་གྱི་རྟ་བུ་ལྟ་བུ་དེ་འདྲ་ཡིན་ན་ཡང་ཁྱོད་ཀྱིས་ཡིད་ཆེས་དང་དད་པ་ཟེར་རྒྱུ་དེ་མེད་ན་ནི་རང་གི་རྒྱུད་ལ་ཁྱོད་ཀྱི་བྱིན་རླབས་འཇུག་གི་མ་རེད་ལ་ཁྱོད་ཀྱི་འབྲས་བུ། ཁྱོད་སྒྲུབ་པའི་གི་ཡོད་ཏན་གྱི་འབྲས་བུ་དེ་ཚོ་འདི་ལས་ཤེས་ཐུབ་གི་མ་རེད་གོང་པས་དེ་ཡིན་དུས་དད་པ་ཡོད། ཨོ་དེ་འདྲ་བྱེད་དུས་ལས་རྣམས་བདག་གིས་རྟག་རྟག་ཏུ་བྱ། དེ་འདྲ་བྱེད་དུས་དེ་འདྲའི་དང་ལྡན་པའི་སྒོ་ནས་ཁྱོད་ག་རེ་སྒྲུབ་དགོས་ཀྱི་ཡོད་ན་སོ་སོ་གི་ལས་ག་རེ་བྱེད་འདོད་ཀྱི་ཡོད་ན་ང་རང་རང་གིས་བྱེད་ཐུབ་པ་གྱིས་རེད་བ། ང་རང་རང་གིས། བྱེད་ཐུབ་པ་ཞིག་བྱས་ནས། ལས་རྣམས་བཀོད་ལ་སུ་ལ་ཡང་བསྟུད་པར་བྱ་བ་མ་ཡིན་ནོ། ལས་ཀ་བྱེད་པའི་སྐབས་སུ་གཞན་སུ་ལ་ཡང་བསྟུད་མི་དགོས་པ་བྱས་ན་ང་རང་གི་སྒྲོ་འདོགས་ཆོད་ནས་ལས་ཀ་ལས་ཤེས་ནས་ཆུ་བྱས་ཤེས་པ་རེད་གསུངས་ན་ང་རང་ང་རང་གི་ད་འདི་ལས་ལྷག་པ་ཅིག་མེད་བསམ་ནས་རེད་ཟླ་བས་ཀྱི་གསུང་གཅིག་གི་ནང་དུ་ཡོད་རེད། ཁོང་གི་ཨུ་མ་མཐའ་མཇུག་གི་གི་ལྟ་བ་གི་ཐུགས་ལ་འཁྲུངས་པ་འདི། མ་རེད་ཟེར་མཁན་གྱི་སངས་རྒྱས་དངོས་སུ་བྱོན་ནས་མ་རེད་ལབ་ཀྱི་འདུག་ན་ཡང་ཁོང་བར་པོ་ཙམ་གཡོག་གི་མེད་གསུངས་པ་རེད། སང་གཅིག་དངོས་སུ་བྱོན་སོང་བརྗོད་ཡོང་ནས་འདིར་མ་རེད་ལྟ་བ་འདི་ཁྱོད་རང་ཡང་དག་རེད་མི་འདུག་ཟེར་ན་ཡང་བ་སྤུ་ཙག་གཡོག་གི་མེད་ཟེར་འོ་དེ་འདྲའི་དགོས་གལ་འདྲ། དེ་འདྲའི་འདྲ་བོ་གི་ད་དུས་སང་བྱས་ནས་གདེང་ཐོབ་པ་ཅིག་སོ་སོ་གི་ཆུ་བྱས་ཤེས་མཁན་ཅིག་བྱུང་སོང་ན་དེ་ནས་རང་གཅིག་པོ་བསྡད་ནས་ད་ཆོས་དྲུག་ནས་འགྲིག་གི་ཡོད་སུས་གང་བསྟུད་དགོས་གལ་མེད་སུ་གི་ཤེས་སོང་ནས་དེ་ལས་དེ་ནས་གང་ཟེར་གལ་འདི་ལས་ལྷག་པ་ཅིག་ད་ང་རང་གི་དཔེ་ཤ་བཀྲ་ནས་བཞོངས་གོ་བ་འདི་ལས་ལྷག་པ་ཅིག་མེད་བསམ་ནས་གདེང་ཐོབ་པ་ཅིག་དགོས་གལ་འོ་དེ་བྱས་ལས་རྣམས་བཀོད་ལ་སུ་ལ་ཡང་བརྟུལ་བར་བྱ་བ་མ་ཡིན་ནོ། གཞན་པའི་ཕ་རོལ་ཕྱིན་ལ་སོགས་གོང་ནས་གོང་དུ་འཆད་ཞུ་བྱེད་དེ་ཆུང་ངུའི་ཆེ་ནས་ཆེས་མ་ཐོགས་གཙོ་ཆེན་གཞན་གྱི་དོན་བསམ་མོ། ད་འདི་ཟེར་དགོས་རེད་གཞན་པའི་ཕ་རོལ་ཕྱིན་པ་ལ་སོགས་པ་གོང་ནས་གོང་དུ་བཤད་དགོས་ཀྱི་རེད་ཟེར་དང་པོ་ཆུང་བ་དེ་ནི་བསྐྱེད་དང་པོ་གཞིན་པ་དང། ཕ་བཞི་དྲུག་གི་ནང་ནས་གཏོགས་སའི་གཞིན་པ་བཏང་ཡང་དེ་ལས་ལྷག་ཡོད་རེད་གཞིན་པ་གི་ནང་ནས་ཡང་ཟང་ཟིང་གི་གཞིན་པ་ཟེར་གྱི་རེད་ཀྱི་ལྕགས་ལ་འགྲོ་གཏོགས་སུ་བཀྲི་ཡ་དེ་ལས་ལྷག་ཡོད་རེད། འོ་དེ་འདྲས་བྱས་ནུས་བཞིན་པ་དང་དེ་ནས་ཚུར་ཕྲེང་སོང་དེ་ནས་གོང་ནས་གོང་དུ་རིམ་པས་རིམ་པས་ཡར་འགྲོ་དགོས་ངེས་རེད་དང་པོ་ཉིད་ནས་ཆེན་པོ་གཅིག་ཐུག་དགོས་པ་ལ་གོང་ནས་གོང་དུ་ཆས་དགོས་ཀྱང་ཆུང་ངུ་ཆེ་ནས་ཆས་མ་ཐུབ། དོན་དག་ཆུང་ཆུང་གི་ཆེད་དུ་ཨ་ནི་ཆེན་པོ་བློས་བཏང་ཡ་རེད་མ་རེད་དཔེར་ན་དོན་དག་ཆུང་ཆུང་ཆུང་གི་ཆེད་དུ་སོ་སོ་གི་དེ་ནས་ལུས་འཕྲོ་བརླག་བཏང་བ་ལྟ་བུ་འོ་དེ་འདྲས་བྱེད་ཀྱི་ཡོད་མ་རེད་སོང་ཆུང་ངུ་ཆེ་ནས་ཆས་མ་ཐུབ། གཙོ་ཆེན་གཞན་གྱིས་དོན་ཟབ་མོ་གཙོ་ཆེ་བ་དེ་དག་ག་རེ་རེད་ཟེར་ན